ད་བརྒྱད་པ་བརྣབ་སེམས་ད་ཡིད་ཀྱི་མི་དགེ་བ་གསུམ་དེར་བསྟན། ད་བརྣབ་སེམས། བརྣབ་སེམས་ནི་གཞན་ཕ་རོལ་གྱི་རྒྱུ་རྫས་ཡིད་དུ་འོང་བ་དེ་ངའི་ཡིན་ན་དགའ་བ་ལ་དགའ་བ་ལ་སྙམ་དུ་སྟེ། ད་བརྣབ་སེམས་ཟེར་མཁན་དེ་འདི་རེད་ནམ་རྒྱུན་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་དེ་འདྲ་གནང་དུས་གང་ལ་ག་དུས་ཡིན་ནས་དཔལ་ངེད་མ་རྡོ་རྗེ་གདན་དུ་བ། དེ་ནས་དུས་འཁོར་དབང་ཆེན་དང་རྟེན་འབྲེལ་གནང་དུས་གང་ལ་སྤྱོད་འཇུག་ཁྲིད་ཀྱི་འདུག་ཨ། སྤྱོད་འཇུག་ཁྲིད་དེ་ནས་ལས་རྒྱུ་འབྲས་སྐད་ཆ་དཀའ་མོ་གནང་དུས་གང་ལ་བརྣབ་སེམས་འདི་དཀའ་སྡུག་ལས་དུས་གང་ལ་སྐྱབས་མགོན་རིན་པོ་ཆེ་གསུངས་འདུག་བརྣབ་སེམས་དེ་དཔེར་ན་ཆ་བཞག་གིས་ན་དཔེར་ན་བུ་མོ་ཚོ་སེམས་བུ་མོ་ཚོ་དཔེ་བཞག་ན་དགོས། སྐྱབས་མགོན་རིན་པོ་ཆེ་གིས། དཔེར་ན་བུ་མོ་ཚོ་ག་འདྲི་ཡོད་རེད་ཞུས་དུས་གང་ལ་ད་བུ་མོ་གཅིག་གཅིག་ལ་སྐྲ་ག་འདྲི་འདུག་ལྟ་གི་རེད་སྐྲ་ཡག་པོ་ཡོད་འདུག་ཕ་གི་ན་ཤི་ང་ལྐུགས་འདུག་བསམ་གི། དེ་བ་ལས་ཨ་མཆོག་སྙིང་རྗེ་བོ་དང་ནི་ཨ་ཁ་ར་ཨོ་ཕ་གི་ལ་གཅིག་འདུག་ཕ་གི་ནི་ང་ལ་ཆུང་ན་བསམ་གི་རེད། ཨོ་དེ་ཁོ་རེ་གི་དེ་དཔེ་དེ་འདྲའི་སྦྱར་གནང་གི་འདུག་དེ་བུ་དེ་འདྲའི་ཡིན་ན་སྐྲ་ཡིག་དེ་འདྲའི་ཡག་པོ་སྦྱར་ཨོ། ཕ་གི་སྙིང་ཆེ་བུ་ཞི་བུ་ཆུ་ཀོ་ཡག་པོ་ཞིག་གོན་ཤག་ཇུས་བདག་ཡག་པོ་ཞིག་གོན་ཤག་ཕ་གི་ནང་བཞིན་ང་ལ་དགོ་གི་འདུག་ས་མེད་ཨོ་འདི་རེད་ད་བརྣབ་སེམས་བརྣབ་སེམས་ཟིན་གི་འདི་ཉེན་ཁ་ཚ་བར་ད་སེམས་འདི་དཔེ་མ་ཟིན་ཉེན་ཁ་ཚ་བར་ད། བརྣབ་སེམས་གནོད་སེམས་ལོག་ལྟ་དེ་གསུམ་དེ་འདའི་ཚུག་གི་དེ་ཡོད་རེད་སྡིག་པ་པོ་ར་དེ་ནང་ནས་བྱེད་ཀྱི་ཡོད་རེད་ད་ད་གི་འདའི་དུས་གང་ལ་སྡིག་པ་བྱེད་པ་ནང་བཞིན་མཐོང་མི་འདུག་ཨ། གང་ལས་ཉེན་ཁ་ཚ་བར་དེ།

གཞན་ཕ་རོལ་གྱི་རྒྱུ་རྫས་ཡིད་དུ་འོང་བ་དེ་འདྲས་མཐོང་ཡོང་འདོད་ག་ལ། དེ་ངའི་ཡིན་ན་དགའ་བ་ལ་སྙམ་འདུག་སྟེ། དེ་ང་ལ་བྱུང་ན་ད་ག་འདྲའི་ཡག་པོ་འདུག་བསམ་ནས་ཡང་དང་ཡང་དུ་ཡིད་ཀྱིས་བལྟ་ཁུལ་བྱས་པ། ཕ་གི་ང་ལ་དག་ན་ཡག་ག་ལ་ང་ལ་བྱུང་ན་ད་ཡག་པོ་ཡོང་ས་རེད་བསམ། འོ་དེ་འདྲའི་བསམ་བློ་བཏང་ཡས་དེ་ཚོ་བརྣབ་སེམས་རེད་ཚུགས་ཀི། གཏན་ནས་སྡིག་པ་མང་པོ་བྱེད་མཁན་དེ་སེམས་སེང་མཁན་དེ་དཔེ་མ་ཟིན་སྙམ། སོ་སོའི་ཆེད་ཆོས་བདག་པོའི་དུ་བེན་ངས་མེད་བཞིན་རང་སེམས་འདུལ་ན་འདུལ་བ་ཡིན་གསུངས་རེད། མི་ལ་རེ་བས་ཀི་དེ་གསུངས་བར་བརྟེན། འདུལ་བ་འདྲ་མ་འདྲ་ངས་ཆོས་འདི་གསུངས་ཡས་དེ་འདྲ་ཁྲིམས་འདྲ་མ་འདྲ་གསུངས་ཡས་དེ་ངའང་དགོས་མེད་སོ་སོའི་སེམས་འདི་བཏུལ་ད་འདུལ་བ་ཡིན་གསུངས་བར་བརྟེན་དེ་རུ་ད་ག་རེ་ཀ་ཐུབ། སེམས་འདི་བཏུལ་ཡས་དེ་ཐབས་ཤེས་རེད་དེ། དེ་བཏུལ་སོང་ན་ཐམས་ཅད་འདུལ་འགྲོ་བར་བརྟེན། བདག་གིར་བྱེད་པ་དང་དེ་དེ་ངས་ལོན་པའི་ཐབས་ཅི་ལྟ་བུ་ཡོད་སྙམ་པ་སོགས་ད་བར་ད་ཕ་གི་ནང་བཞིན་ང་ལ་ཐོབ་ཡས་ཐབས་ཤེས་སྟངས་ནི་གང་འདྲས་ལབ་གི་འདུག་ཕ་གི་མགོ་སྐོར་སྟངས་ནི་ཕ་གི་རྩ་ནི་ཉོ་གི་འདུག་ང་ལ་ཐོབ་པ་བྱེད་གི་འདུག་བསམ་ཡས་ཞིག་འདུག་བ་འོ་འདིའི་རིགས་འདི་རྣམས་སེམས་ཀྱི་དོན་ད་སྡིག་པ་ཆེན་པོར་ད་ལུས་ངག་ལས་ཀྱང་སྡིག་པ་ཆེ་བ་ད་ཡིད་ཀྱི་རིགས་དེ། ལུས་ངག་ཡིད་གཉིས་ལས་ཀྱང་སྡིག་པ་ཆེ་བ་ཡིད་ཀྱི་དོན། ཡིད་ཙམ་གྱིས་གཞན་ནོར་ལ་འདོད་པ་སྐྱེས་པ་ཐམས་ཅད་ཡིན། སེམས་ཀྱི་ནང་ལོགས་ལ་གཞན་གྱི་ནོར་ཐམས་ཅད་དེ་ང་ལ་དགོས་འདུག་བསམ་ནས་བསྟོད་རྔམ་གྱིས་འཛིན་སེམས་ང་ལ་ཚུར་ཐོབ་ཡའི་བསམ་བློ་བཏང་བ་ཡིན་ན་འོ་དེ་ཐམས་ཅད་དེ་བརྣབ་སེམས་རེད་གསུངས། པདྨ་སེང་ངེ་འགའ་ཚ་པོ་རེད་འདུག། སྐྱེས་པ་ཐམས་ཅད་ཡིན། ད་དགུ་པ་གནོད་སེམས། ད་གནོད་སེམས་གནོད་པ་སྐྱེས་པ་དེ་གནོད་འཚེ་ཟེར་ན violence དེ non violence ཞིག་ཏུ་འཚེ་མེད་ཞི་བའི་ལམ་གྱི་འཚེ་བ་ཟེར་གྱི་འདུག་ད་གནོད་འཚེ་ཟེར་དུས་གང། གནོད་སེམས་དེ་ག་འདྲས་རེད། གཞན་ལ་ཞེ་སྡང་དང་ཁོང་ཁྲོའི་སེམས་ཀྱིས་ངས་འདི་དང་འདི་ལ་གནོད་པ་འདི་དང་འདི་བྱའོ་སྙམ་པ། ཨོ་ངའི་མི་དེ་ལ་ངས་གནོད་པ་དེ་འདྲས་ཀྱིས་བྱས་གིས་ཁོས་ང་ལ་སྡུག་ཅག་དེ་འདྲས་བྱས་སོང་ངས་དེ་འདྲས་ཀྱིས་གནོད་པ་བྱས་གིས་ཁོ་ལ་དཔེ་འདྲས་ལབ་གིས་ཁོ་ངའི་སྟོང་གིན་ཁོའི་སྤུན་ཅག་ཚོ་ལ་ངས་སྟོང་གིན་ཨོ་དེ་འདྲས་བསམ་བློ་བཏང་ནས་གནོད་གནོད་སེམས་གནོད་སེམས་སྐྱེས་ཀྱི་གནོད་པ་སྐྱེས་བསམ་བློ་ཁོག་འདུག་ཨ་ཨོ་འདིའི་རིགས་འདི་ཐམས་ཅད་རེད་གནོད་སེམས་རེད་ཡང་བསྐྱར་སེམས་ཚུགས་གིས་ཚུགས་ཚུགས་གིས་དེ་དེའི་འོག་འདི་སེམས་ཀྱི་སྡིག་པ་དཔེར་རྫུན་གྱི་འཁོར་ལོ་བསྐོར་ཟིན་པས་དེ་ནི་དཔེ་མ་སྲིད་པའི་ཀོ་ཀོ་བཏང་ནས་སོ་སོ་སོ་སོ་འཕྲོ་བརླག་བཏང་གི་ཡོད་དེ། འོ་ཡ་བྱའོ་འདི་ལྟ་བུ་བྱའོ་སྙམ་པ་དང་གཞན་ལ་དཔལ་འབྱོར་ཡོད་པ་ལ་མི་དགའ་ཞིང། མི་གཞན་དག་ལ་རྒྱུ་ནོར་ལོངས་སྤྱོད་ཡོད་དུས་གང་ལ་སོ་སོའི་སེམས་མ་དགའ་བ་བྱ་ཡ། འདི་ཙམ་དུ་འདི་ཙམ་དུ་མ་མ་བདེན་མ་བདེན་མ་སྐྱིད་ན། འདི་ལ་ཡོན་ཏན་འདི་ལྟ་བུ་མེད་ན་ཅི་མ་རུང་སྙམ་པ་གནོད་སེམས་གཅིག་འདིར་བདེན། འདི་ཡན་ཉེན་ཁ་ཚ་པོ་རེད་དོ། ག་རེ་རེད་དོ། མི་གཞན་དག་ལ་རྒྱུ་ནོར་ལོངས་སྤྱོད་དེ་འདྲས་ཡོད་ན། ཁོ་ལ་ག་རེ་རྒྱུ་ནོར་ལོངས་སྤྱོད་དེ་འདྲས་མང་པོ་དེ་འདྲས་ག་རེ་ང་ལ་མི་འདུག་ཁོ་ལ་དེ་འདྲས་གར་ཆེན་འདི་འདྲས་མ་བྱུང་ན་བསམ་མོ། འོ་འདི་འདྲས་བསམ་བློ་བཏང་ཡས་འདི་ཚོ་མི་མི་གཞན་དག་མི་ཁོ་རང་གི་བསོད་ནམས་བསགས་པ་རེད་བསོད་ནམས་བསགས་པ་དེ་ཁྱོད་རང་ཕྲག་དོག་བྱས་ནས་ཆོ་ག་རེ་ཡོད་རེད། ཕྲག་དོག་རེད་དོ་བསམ་བཏང་ན། འོ་འདི་འདྲས་བྱས་ནས་ཁོ་ལ་རྒྱུ་དེ་འདྲས་གར་ཆེན་མ་ཐོབ་ར་བྱས་ན་ཁོ་སྐྱིད་པོ་ཞི་བོ་ཡིན་ནོ་སྐྱིད་པོ་དེ་འདྲས་མེད་ཁོ་ན་ཆོ་ག་བྱས། འཁོར་ལོ་ཕར་ཕྱིན་ཡོངས་ཕྱོགས་ཀྱི་ཟས་བཅུད་རོ། འོ་འདིའི་རིགས་འདི་བརྣབ་སེམས་གནོད་སེམས་གནོད་སེམས་རེད་དེ། འོ་དེ་འདྲའི་དེ་ཡག་པོ་མི་འདུག་ཡང་ཁ་ཤས་ག་རེ་ཡོད་རེད། མི་ཡོན་ཏན་ཆེན་པོ་དེ་འདྲ་མཐོང་ཡོད་འདུག་ག་ན་མ་མོ་ཡོན་ཏན་ཆེན་པོ་ཞེ་བོ་འདུག་ང་ལ་ནི་མིང་ཆེན་པོ་རག་གི་མི་འདུག་ཁོ་ལ་མིང་ཆེན་པོ་ཞེ་བོ་རག་འདུག་ཁོ་ལ་ཡོན་ཏན་དེ་འདྲ་མེད་ན་ཡག་བསམ། འོ་འདི་ཡང་ད་གནོད་སེམས་རེད་འདུག་ད་ད། དེ་ཕྲག་དོག་རེད་དོ་གནོད་སེམས་ཡིན་པ་གང་ཞིག་ལ་ཕྲག་དོག་གི་ཀུན་ནས་ལངས་ནས་ཆིག་གཡོར་ལྟ་འོ་དེ་གཞན་ལ་དཔལ་འབྱོར་ཡོད་པ་ལ་མི་དགའ་ཞིང། འདི་འདི་ཙམ་དུ་མ་བདེན་མ་སྐྱིད་ཟེར་ཁོ་བདེན་པ་མ་ཡིན་ན་ཁོ་སྐྱིད་པོ་མ་བྱུང་ན་བསམ་གྱི་འདུག་ན་འོ་དེ་གལ་ཏེ་གནོད་སེམས་རེད་པས། འདི་ལ་ཡོན་ཏན་འདི་ལྟ་བུ་མེད་ན་ཅི་མ་རུང་སྙམ་པ་དེ་མི་དེ་ལ་ཡོན་ཏན་དེ་འདྲའི་མེད་ན་ཆོ་ག་བསམ་ལ་ཁོའི་ཡོན་ཏན་ལ་ཕྲག་དོག་སྐྱེས་མ་དགའ། འོ་དེ་འདྲས་བྱས་ནས་ཡོན་ཏན་དེ་འདྲས་མེད་ན་དེ་ནི་ང་སྐད་སྒྲ་ཆེན་པོ་ཆགས་ཀྱི་རེད་བསམ་ལ་འོ་དེ་འདྲས་བསམ་བློ་བཏང་བས་ན་དེ་ཚོ་ཐམས་ཅད་དེ་གནོད་སེམས་རེད་ད། གཞན་ཡང། གཞན་ལ་མི་བསྟོད་པ་བྱུང་ན་འདིར་ད་ལྟ་འདུག་མི་ཞིག་མདའ་ལ་དེའི་སུ་སྡུག་ཅག་བྱུང་བར་རྗེས་རེ་བྱུང་འདུག་ག་ན་དགའ་ད་ཆོས་ངར་སུ་སོང་འདི་ཡང་གནོད་སེམས་རེད། མི་གཞན་དག་ལ་སྡུག་ཅག་བྱུང་སོང་ན་བར་ཆད་བྱུང་དུ་ན་སོང་ན་སོ་སོ་དགའ་གུས་དང། འདོད་པ་བྱུང་ན་དེ་ལ་དགའ་བ་བསྒོམ་པ་སོགས་གཞན་ལ་གནོད་པ་སེམས་པ་ཐམས་ཅད་དོགས་སེ་འོ་འདིར་ད་མི་གཞན་དག་ལ་བར་ཆད་བྱུང་ངོ་དཔེར་ན་སོ་སོ་སོ་སོ་མ་གང་གི་མི་དེ་ལ་སོ་སོ་མ་གང་གི་མི་དེ་ལ་བར་ཆད་བྱུང་སོང་ན་སོ་སོ་དགའ་འགྲོ་དགོས་རེད་འདི་ཡང་གནོད་སེམས་རེད། ཁོ་ན་སོང་ན་འོ་སོ་སོ་དགའ་གི་འདུག་ན་འོ་འདི་ཡང་གནོད་སེམས་རེད། དེང་སང་བདེ་འགྲོའི་རིགས་རྩ་བ་ཉིད་ནས་བྱེད་རྒྱུ་ཡོད་མ་རེད་སེམས་ཀྱི་སྡིག་པ་བྱེད་ཀྱི་ཡོད་རེད་གསུངས་ད་བདེ་སི་དང། དང་རྡོར་དྲིལ་གྱི་སྒྲས་བཟུང་ན། ལུས་ཀྱི་མི་དགེ་བ་གསུམ། ངག་གི་མི་དགེ་བ་བཞི། ཡིད་ཀྱི་མི་དགེ་བ་གསུམ། ལུས་ངག་གི་སྤོང་བ་བདུན་སྤོང་བདུན་ཟིན་ཚིག་དེ་འདྲ་མང་པོ་ཡོད་རེད་དཔེ་ཆའི་ནང་ལ། ད་དཔེ་ཆ་སྦྱང་མཁན་ཡིན་པ་སོང་ཙང་རྒན་པ་ཚོས་བསམ་བློ་བཏང་ཡིན་ལ། སྤོང་བདུན་ཟིན་སྤོང་བ་བདུན། སྤོང་བདུན་འདི། སྤོང་བ་བདུན་པོ་འདི། བྱང་ཆུབ་སེམས་དཔའ་ཚོ་ལ་སྣང་བ་ཡོད་རེད།

ཕྲ་མ་ཤེས་སུ་ནི་སྡིག་པ་ཡོད་མ་རེད། རྫུན་ཕྲ་མ་ཚིག་རྩུབ་ང་རྒྱལ་དེ་ཡང་བྱང་ཆུབ་སེམས་དཔའ་རྣམས་ཀྱི་སྲོག་གཅོད་མ་བྱིན་ལེན་ལོག་གཡེམ་རྫུན་ཕྲ་མ་ཚིག་རྩུབ་ང་རྒྱལ་འདི་བདུན་པོ་དེ་ཆི་ཁེར་བ་འདི་བདུན་པོ་ལ་སྤོང་བ་བདུན་སིག་རི་ད་ཨོ་འདི་ངས་དེ་འདྲ་ལབ་བས་དེ་རེད་དཔེ་ཆ་ཤེས་མཁན་ཚོ་ད་བསམ་བཏང་གིན་ན་སྤོང་བདུན་སྤོང་བདུན་སིག་མཁན་དེ་མང་པོ་བས་སྤོང་བདུན་སོགས་ལུས་ཀྱི་གསུམ་དང་ངག་གི་བཞི་དེ་ལ་སྤོང་བ་བདུན་སིག་རི་དེ། འོ་དེ་འདྲ་བ་དེ་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས་སྲོག་གཅོད་མ་བྱིན་ལེན་ལོག་གཡེང་རྫུན་ཕྲ་མ་ཚིག་རྩུབ་ངག་འཁྱལ་གནང་གི་རེད་བས་སོ་ན་ངོ་མ་ཕྱིན་ན་གནང་གི་མ་རེད་བ། ཁོང་རྣམ་པ་ཚོ་བྱང་ཆུབ་སེམས་དཔའ་རེད་བ། གལ་ཏེ་གནང་བ་ཡིན་ན་ཡང་སྡིག་པ་ཡོད་མ་རེད་སོ་བས་སོ་ན་ཁོང་ཚོས་དགོས་པ་རྒྱུ་མཚན་གཅིག་ལ་དམིགས་ནས་གནང་གི་ཡོད་རེད་ཁོང་རྣམ་པ་ཚོ། དཔེར་ན་མི་ནག་དུང་དུང་ཅན་གྱི་དེད་དཔོན་སྙིང་རྗེ་ཆེན་པོས་མི་ནག་དུང་དུང་ཅན་བསད་བསྲེགས་འདུག་བ། དེ་འདྲའི་བསད་པ་དེ་འདྲའི་ཡོད་རེད་བྱང་ཆུབ་སེམས་དཔའ་ཚོ། དཔེར་ན་མི་གཅིག་སྡིག་ཅན་བཞི་པོ་གཅོད་པས་ན་ཕ་སྐད་སྔས་མ། ཨ་མི་རི་ཀ་ལ Twin Towers ཟེར་བའི་ཁང་པ་ཆེན་པོ་གཉིས་གནམ་གྲུས་གནམ་གྲུས་གཏོར་མ་སོང་ཡང། ད་ཁྱེད་རང་ཚོ་ཧ་གོ་མ་རེད་ཅུང་ང་ཚོ་ད་ཧ་གོ་མ་རེད། འོ་དེ་འདྲའི་གཏོར་མཁན་གྱི་མི་དེ་དཔེར་ན་ང་ཡིན་པ་ཡིན་ན། དེ་ནི་ཁྱེད་རང་ཚོས་ཧ་གོ་ཚེ་ང་བསད་ཤག་ད་སྡིག་པ་ཡོད་མ་རེད། ད་བསད་པའི་སྡིག་པ་ཕྱིན་ཕྱིན་ཅི་ཡོད་རེད་མི་སྟོང་ཕྲག་འབུམ་ཕྲག་མང་པོ་བསྐྱབས་པ་དེ་དགེ་བ་རླབས་ཆེན་པོ་ཡོད་དེ། འོ་དེ་འདྲས་ཡོད་རེད་ཟེར་ཏེ་བྱང་ཆུབ་སེམས་དཔའ་རྣམས་ཀྱིས་གནང་ཆོག་གི་རེད་ཁོང་ཚོ་ལ་གནང་བ་ཡོད་རེད་ངོ་ཚོ་ལ་གནང་བ་ཡོད་མ་རེད་དཱ། ང་ཚོ་བྱང་ཆུབ་སེམས་དཔའ་མ་རེད་བ་ཁྱེད་རང་གིས་དེ་སེམས་ཅན་བསད་ན་སྡིག་པ་རེད། འོ་ཡ་རྫུན་མ་སྦྱིན་པ་ལས་པ་འདི་སྡིག་པ་རེད། ལོག་གཡེམ་སྤྱད་ན་སྡིག་པ་རེད་རྫུན་ཕྲ་མ་ཚིག་རྩུབ་ང་རྒྱལ་ག་རེ་སྤྱད་ནས་སྡིག་པ་རེད་ངོ་ཚོ་ལ་གནང་བ་ཡོད་མ་རེད། བྱང་ཆུབ་སེམས་དཔའ་ཚོ་ལ་སྐབས་སྐབས་ལ་གནང་བ་ཡོད་རེད་གནང་ནས་སྐྱོན་ཡོད་མ་རེད། ད་སེམས་ཀྱི་གསུམ་པོ་དེ་ལ་བྱང་ཆུབ་སེམས་དཔའ་ལྷའི་སྣང་བ་ཡོད་མར་ལྟ་འོ་ད་ངས་ལ་བའི་དེར་བསྟན། བརྣབ་སེམས་གནོད་སེམས་ལོག་ལྟ་དེ་རྒྱལ་སྲས་བྱང་ཆུབ་སེམས་དཔའི་སྣང་ནས་སྡིག་པར། དེ་ང་ཚོ་ལ་ད་ཡིན་ད་ཡིན། འོ་རྒྱུ་མཚན་དེ་ཡིན་གྱིས་སྣང་བ་ཡོད་མེད་ཅིག་འདུག་ག་རྒྱལ་སྲས་བྱང་ཆུབ་སེམས་དཔའ་ཚོགས་ཀྱི་སྐབས་དཀར་ལ་ཚེ་སེམས་ཅན་སད་པ་དེ་ལ་དེའི་དུས་སུ་ཡོད་རེད་བས་ན་ངས་ལུས་རྒྱུད་བཤད། ངས་མ། ཁམས་ཀྱི་ཁམས་ཀྱི་བླ་མ་རྩ་ཆེན་པོ་ཅིག་གིས། བར་ཆད་སུ་རེད་འདི། ཀརྨ་པ་ཡིན་པ་འདྲ། ཀརྨ་པ་རང་བྱུང་རྡོ་རྗེ་ཡིན་ན། འོ་དེ་འདྲས་ཅིག་འདུག་གམ་སྐུ་སྐུ་ཐོག་གོང་མ་ཅིག་ཀརྨ་པ་ཅིག། དེ་ནི་ཁམས་ཀྱི་གྲྭ་བ་གཉིས་བཙུན་པ་གཉིས། ཁམས་ཀྱི་བཙུན་པ་གཉིས་པོ་དེའི་སྟེང་ཁོང་གཉིས་ཀྱིས་ཡ་དེ་ཀརྨ་པ་སྐུ་མདུན་ལ་བཅར་ནས་ཞུས་པ་རེད་ཟེར་འདུག་ཞུས་ནས། འདི་ང། ཚེ་གཅིག་ལུས་གཅིག། ཡང་ན་ལུས་འདི་སྙེམས་རྟོག་ལ་དག་པའི་ཞིང་དུ་ཡར་སྤར་ཡག་གི་ཆོས་བྱས་ཡོད་རེད་ཡོད་མ་རེད། ང་ལ་དེ་འདྲས་ཞིག་གནང་རོགས་གནང་ང་ལ་བཀའ་དྲིན་ཞིག་གནང་རོགས་གནང་ཞུས་ཡོད་འདུག་ག་ན་ཀརྨ་པ་གིས་ཕྱག་བྲིས་ཞིག་གནང་བ་རེད། ཨོ་ཁྱོད་རང་ཡི་གེ་ལྷ་ས་ལ་མི་དེ་འདྲས་ཞིག་ཡོད་རེད་མི་དེ་འདྲས་ཟིན་གྱི་ཆེ་ཁོའི་རྩ་ལ་རྒྱུགས་སོང། ད་གྲྭ་བ། བཙུན་པ་གཉིས་པོ་དེ་དངོས་གནས་ལྷ་ས་ལ་ཡར་ཕྱིན་འདུག་ཨ། ལྷ་ས་ལ་ཡར་འགྲོ་ཤར་དུས་ག་ན་དེ་ནི་དེ་མི་དེ་སྐད་ཆ་ཁྲིད་འདུག་དེ་འདྲའི་བླ་མ་ཆེན་པོ་ཅིག་ཡོད་རེད་མི་མིང་དེ་འདྲས་ཟིན་གི་བླ་མ་ཆེན་པོ་ཅིག་འདི་ག་པ་ཡོད་རེད་ཟེར་དུས་མི་ཚང་མས་ཧུམ་གང་ཞིག་བླ་མ་ཆེན་པོ་དེ་འདྲས་ནི་ཡོད་མ་རེད། ཨོ་དེ་འདྲས་ཟིན་གི་ཕ་གི་ཤན་པ་ཅིག་ཡོད་རེད་ལབ་འདུག་ཨ། ཧ་ངའི་བླ་མ་དང་ཤན་པ་དག་ཡིན་གྱི་མ་རེད་བསམ་འདུག་གུ་ཉིད་ཀྱིས་ཡང་བསྐྱར་མི་གཞན་དག་སྐད་ཆ་ཁྲིད་འདུག་ཨོ་དེ་འདྲའི་བླ་མ་ཆེན་པོ་དེ་འདྲས་ནི་ཡོད་མ་རེད་ཕ་གི་ཕ་གི་ཤན་པ་ཅིག་ཡོད་རེད་ལབ་འདུག་འོ་དེ་ནི་མི་མང་པོ་དེ་ལབ་དུས་ཁང་ཁོག་ཐེ་ཚོམ་གྱི་དོག་གྲྭ་བ་གཉིས་རེད། ཨ་དེ་མཁྱེན་ཚ་བོ་ངའི་བླ་མ་དེ་ལྟ་ང་ཚེ་གཅིག་ལུས་གཅིག་ཡ་སངས་རྒྱས་ས་ལུ་ཡ་འགྲོ་ཡ་གི་གདམས་ངག་ཞུ་ཁ་གྲོ་གི་ཡོད་ཁོང་ད་ཤན་པ་ད་ཁ་བ་ཡིན་གི་རེད་ཡིན་གྱི་མ་རེད་བསམ་པ་རེད། ཡིན་ནའི་དེ་ནི་ཁོ་ཕྱིན་པ་རེད། ཕར་འགྲོ་དུས་ཁང་ལ་ཁོ་གཉིས་ད་ག་ཕྱིན་འདུག་ད་ཤན་པ་གཅིག་ངོ་གཉིས་ད་ག་འགྲོ་བས་ག་འགྲིག་འདུག་ཤན་པ་གཅིག་ཕྱིན་ན་ངོ་ཚོའི་བླ་མ་ད་ག་ར་ཡིན་གྱི་རེད་ཅེས་ལྟ་ཡོང་དུས་ཁང་ལ་ཕ་གིས་ཕ་གི་ལ་དེ་ནས་ཤན་པ་དེ་མི་ཁ་ཤས་ལ་ཕུ་གི་རེད་ལབ་དུ

ཐེ་ཚོམ་ར་ཅན་དང་ཡིན་ནའི་འདི་ཀ་མ་པ་ང་ལ་འདི་བཀའ་གནང་སོང་དེ་ཚང་ང་ཅིག་འགྲོ་བཞག་གིས་དེ་ཕ་གི་མདུན་ལ་བཅར་བ་རེད་སོ་བཅར་ནས་ཡི་གེ་དེ་སྤྲད་དོ་ཤངས་པ་དེ་ཡིག་དེ་བསྲིས་ཏོ་ཟེར་གྱི་འདུག་གམ་ལམ་སང་གོ་ར་འོ་དེ་ང་ལ་ཐེ་ཚད་ཅིག་ལུས་ཅིག་ང་ཐག་གོ་ཞིང་ལ་ཡར་སྤྲད་རོགས་གནང་སོང་ལམ་སང་གོ་ར་སེམས་ནས་སྐྱེ་ཐུབ་བ་རེད་སོང་གོ། ཀྱེ་གཏུམ་མ་དག་གཏུམ་མ་དག་ཏུ་ཁོལ་གྱི་གཟུགས་པོ་དེ་བར་སྣང་དང་ནམ་མཁའ་ལ་དག། ཀྱེ་དེ་ལྟར་ནམ་མཁའ་ལ་ཡང་འཕུར་ནས་དག་པའི་ཞིང་ལ་འཕུར་ནས་ཕྱིན་པར་བྱེད། དག་པའི་ཞིང་ལ་འཕུར་བ་དེ་སུས་མཐོང་བ་ལ་ཁོའི་གྲོགས་པོ་དེས་མཐོང་དོ། ཁོའི་གྲོགས་པོ་དེས། ད་གྲོགས་པོ་དེ་ཡ་མཁྱེན་ཙམ་ངེད་ཀྱི་གྲོགས་པོ་དེ་ཡིན་ན་ཡང་ཕྱིན་སོང་ཟེར། ཁོ་གནམ་བཟང་ལ་ད་དག་འོ་ན་ད་ཅི་ད་ཅི་འབའ་ཀྱི་ཤམ་པ་དེ་བླ་མ་དངོས་གནས་རང་རྩལ་ཆེན་པོ་ཞིག་ཡིན་གྱིས་ཁོ་ཚོ་གཅིག་རྒྱུག་ཡོང་དུས་གང་ན་བྷ་གའི་སྟོང་པ་སྟོང་རྐྱང་གཅིག་གང་ཡོད་མ་ཟད། འོ་འདིའི་རིགས་འདི་ཤམ་པའི་གཟུགས་སུ་སྤྲུལ་ནས་བྱང་ཆུབ་སེམས་དཔའ་དེ་འདྲ་མང་པོ་ཕེབས་ཡོང་གི་རེད་ངས་ཁ་སང་གཅིག་ལུས་རྒྱུ་ཤེས་སོང་ཨ། ཞབས་དཀར་ཚོགས་དྲུག་རང་གྲོལ། གོང་གི་སྐོར་མང་པོ་བསགས་ནས་བླ་མ་དེ་འདྲ་གཅིག་ཀུན་ལ་ཚོགས་དྲུག་རང་གྲོལ་ཚོགས་དྲུག་རང་གྲོལ་གྱི་ལམ་བཟང་ཁོ་རང་ཁྱེད་རང་གི་རོ་འདི་ད་ནི་གར་སོགས་རེད་དེ་འདྲས་གར་སོགས་རེད་དེ་འབུལ་བ་དེ་གས་དེ་ཆ་ཚང་གཅིག་བསྔོ་རྟེན་མང་པོ་ཡོད་རེད་བ་དེ་གས་འབུལ་བ་དེ་བླ་མ་ཚོགས་དྲུག་ཚོགས་དྲུག་རང་གྲོལ་ལ་ཕུལ་བ་རེད་ཚོགས་དྲུག་རང་གྲོལ་གྱི་ལམ་བཟང་ཁོ་རང་དེ་ནས་རོ་འདི་ལ་སྨོན་ལམ་བསྔོ་བ་སྨོན་ལམ་ཞུ་དོན་དང་དོན་གནང་བ་རེད་དེ་འོ་ཡ་ད་ཁྱེད་རང་ཚོ་བསྡད་ཤོག་ང་སྙམ་དུ་ཕ་ག་ཟེ་ཡིས་ཁྲིད་ཡོང་དུས་གང་ན་ཕ་གས་རྡོ་གཅིག་རྡོ་དེ་ཕ་བཅག་སོང་ཟེར་རྡོ་དེ་འདུག་བཅག་དེ་ནས་སྦལ་པ་ཞིག་ཐོན་འདུག་ཨོ་དེ་སྦལ་པ་དེ་ཁྱེད་རང་ཚོ་བླ་མ་འདི་རེད་གསུངས་སོང། བླ་མ་གྲོངས་ནི་སྦལ་པ་ལ་སྐྱེས་འདུག་ཉེ་ཚེ་བའི་ཉིན་ལ་གར་ཕྱིན་ནས་སྐོར་མང་པོ་བསལ་བ་ལ། ཨོ་དེ་སྦལ་པ་ལ་སྐྱེས་འདུག་དེ་སྐྱེས་དུས་གང་ན་སྐྱབས་མཁར་ཚོགས་དྲུག་རང་འདུག་ཨོ་ད་འདི་ཐབས་ཤེས་གཅིག་འདུག་ཚེ་སྐྱབས་ཡ། གར་འདུག་ཟེར་ན། ཡ་གའི་ལྷ་ས་ལ་ཤན་པ་རྡོ་རྗེ་སེང་གེ་རྡོ་རྗེ་སེང་གེ་ཆེ་བླ་མ་ཅིག་ཡོད་རེད་གསུངས། ཨོ་འདི་ཐུགས་ཟིན་ལབ་འདུག་དེ་དོན་དག་འདི་དང་འབྲེལ་བ་མེད་འགྲོ་བསམས་སོ་ངས་ཞབས་ཁ་ཚུགས་དྲུག་རང་གྲོལ་གྱི་ལུས་རྒྱུད་འདི་དབྱངས་རྟ་རིན་པོ་ཆེ་གི་སྔས་མར་ང་ཚོ་མ་གས་ཏེ་ཀུན་བཟང་བླ་མ་ཞལ་ལུང་ཁྲིད་དུས་གང་ལ་འདི་གསུངས་སོ། ཨོ་འདི་གསུངས་དུས་གང་ལ་ཁྱེད་རང་གི་ད་བོད་པ་དང་ཁྱེད་རང་ཚོའི་བླ་མ་དེ་འདི་རེད་ད་སྐྱ་པའི་དུས་ཚོད་ཅིག་ཡོད་རེད་གང་ཡིན་ཟེར་ན་ཁྱེད་རང་གི་བསྔོ་རྟེན་འབུལ་ཚད་གང་པོ་འདི་ཐམས་ཅད་དེ་དང་པོ་ཕངས་སེམས་མེད་པ་ཅིག་ཡར་ཕུལ་བ་རེད་ད་ཐབས་ཅིག་འདུག་ཟེར།

འོ་དེ་ཐར་སོང་དེ་ནི། འོ་དེའི་རྗེས་ནི་བྱམས་པ་དེ་དེ་རྒྱལ་སོང། འགྲོ་དོན་དུ་མ་སོང་ཕྱིས་འགྲོ་གི་འདུག་ཧ་གོ་ན་མི་གི། ད་དེ་འདྲའི་འགྲོ་དོན་གནང་དེར་མིའི་མཐོང་སྣང་ལ་བྱམས་པ་རྒྱང་རྒྱལ་བ་ད་ཁོ་སྙིང་སྟོབས་བྲལ་བ་ཆང་གི་དེ་གི་ཐམས་ཅད་དག་པའི་ཞིང་ལ་འགྲོ་གི་ཡོད་དེ་སྡིག་པ་དག་འདི་འདྲའི་རླབས་ཆེན་པོ་ཡོང་གི་རེད་འོ་དེ་འདྲའི་ཡོད་དེ་གི་གང་ཟག་དེ་དེ་ནི་ག་ཚོད་གི་རེད་མི་གཞན་དག་གི་ཚང་མས་ཧ་གོ་ན་ད་ཁོ་བླ་མ་དེ་འདྲའི་རེད་བཞག་ཟེར་དེ་འདྲའི་ཧ་གོ་དུས་གང་ན་དེ་བླ་མ་དེ་འགྲོ་དོན་དུ་ཡོང་གི་ཡོད་ས་མ་རེད་དེ་འདྲའི་དེ་འདྲའི་ཆེ་ནི་ཡལ་འགྲོ་གི་རེད། ཨེ་ཁོ་མ་ནི་ཡང་ཡོང་དུས་ཁང་ཕ་ལས་ཡོང་བར་ད་བཤམས་པ། འོ། དེ་འདྲས་ཡོང་ཨེ་དེ་འདྲས་མང་པོ་ཞེ་དྲག་ཡོད་རེད་དེ་ཚོ་བྱང་ཆུས་སེམས་པ་དེ་ཚོ་གི་སེམས་ཅན་བསད་ཀྱི་འདུག་ག། བསད་ཚེ་ཁང་པ་དེའི་ཐམས་ཅད་དེ་སེམས་ཅན་གཞན་དག་ལ་དམིགས་འབེན་ཕན་པ་ཡོད་ནས་གནང་གི་ཡོད་རེད་མ་གཏོགས་ངོ་ཚོ་ནང་བཞིན་མ་གཏང་ངོ་ཚོས་སེམས་ཅན་བསད་ན་སྲོག་བཅད་པ་རེད། བྱང་ཆུས་སེམས་པ་ལ་སྣང་བ་ཡོད་རེད་ཟེར་ཡོད་དེ་འོ་རྒྱུ་མཚན་དེ་རེད་དཔུང་བ་འདུན་པ་དེ་སྣང་བ་ཡོད་ཟེར་ཡོད། ངོ་ཡི་ད་ཏི་བོ་ཏོ་ཐམས་ཅད་དུ། བཅུ་པོ། བཅུ་པ་དེ་ལོག་ལྟ་ད། མིག་གི་བཅུ་ནང་ནས་ད་བཅུ་པ་དེ་ལ་ཏི་རི་ཏི། ལོག་ལྟ་བརྣབ་སེམས་གནོད་སེམས་ལོག་ལྟ། ལོག་ལྟ་ནི་ས་རྒྱུ་འབྲས་མེད་པར་ལྟ་བ། ལས་རྒྱུ་འབྲས་ཀྱི་རྣམ་གཞག་དེ་ཡོད་མ་རེད་སེང་གེ་རྒྱུ་དང་འབྲས་བུ་ཡོད་མ་རེད། རྒྱུ་དགེ་བ་གྲུབ་ནས་འབྲས་བུ་བདེ་བ་སེང་ང་ཁས་ལེན་གྱི་མེད། རྒྱུ་མི་དགེ་བ་གྲུབ་ནས་འབྲས་བུ་སྡུག་བསྔལ་སེང་ང་ཁས་ལེན་གྱི་མེད་སེང་གེ་ཞུ་རེ་འོ་དི་རི་ད། ལོག་ལྟ་ཟེར་ན། སྐྱོན་དང་འབྲས་བུ་གཡོར་བ། དཀར་ནག་དགེ་སྡིག་གི་བླང་དོར་གྱི་གནས་དེ་ལ་ཡང་དག་པར་བརྩོན་གྱི་ཡིན་ན། བདེ་བ་ཡོང་ཡང་ཡོང་བ་རེད་སྡུག་བསྔལ་ཡོང་ཡང་ཡོང་བ་རེད་དེ། འོ་དེ་ཚོ་རྒྱུ་འབྲས་ཀྱི་རྣམ་གཞག་རེད་དེ། རྒྱུ་འབྲས་རྣམ་གཞག་ལ་ཡིད་ཆེས་བྱེད་དགོས་རེད་དེ། ཡིད་ཆེས་བྱས་སོང་ན་དེ་ནི་སྡིག་པ་དེ་སྤང་ཐུབ་ཀྱི་རེད། མི་དགེ་བ་དེ། མི་དགེ་བ་སྤང་ཐུབ་ཀྱི་རེད་དགེ་བ་སྒྲུབ་ཐུབ་ཀྱི་རེད་དེ། རྟག་རྟག་ཆད་དུ་ལྟ་བ། རྟག་པ་དང་ཆད་པ་ངས་ད་བྱིན་ལབ་ཟེར་ལྟ་བ་དྲུག་ཅུ་རང་གཉིས་ཡོད་རེད། ལྟ་བ་དྲུག་ཅུ་རང་གཉིས་དེ་ཚུད་དེ་ན་རྟར་ཁ་བདེ་ང་ན་རྟར་ཁ་བདེ་ང་དེའི་ཚུགས་དུས་བས་ན་རྟག་ཆད་གཉིས་ཀྱི་ཁུངས་སུ་འདུག་གི་རེད་སེམས་རྟག་ཆད་གཉིས་དེར་བདེན། ཕྱི་རོལ་པ་རྣམས་ཀྱིས་བདག་རྟག་པ་ཡིན་ཟེར་ལྷ་དེ་ཚོ་རྟག་པ་རེད་ཟེར་དབང་ཕྱུག་རྟག་པ་རེད་ཟེར་ཏེ་ལྷ་ཆེན་དབང་ཕྱུག་དུ་བདག་ཆེན་དབང་ཕྱུག་རྟག་པ་ཡིན་ཟེར་བ་བདེན། སྦྲགས་མ་དེ་རྟག་པ་ཡིན་ཟེར་བ་རེད། ང་ཚོ་ནང་པ་སངས་རྒྱས་ཀྱི་རྟག་པ་མ་རེད་ང་ཚོ་ཚ་སྐད་ཅིག་སྐད་ཅིག་གྱུར་པ། སྐལ་བ་གཅིག་གཉིས་བསྡད་ཀྱི་ཡོད་ཧ་ལས་ན་སྐལ་བ་གསུམ་ཚོ་བཞི་ཚོ་བསྡད་ཀྱི་རེད། དེའི་རྗེས་ནི་ཁོ་ཚོ་ཡི་གྲོངས་དགོས་རེད་ཤི་དགོས་རེད། ཨོ་དེ་ཡིན་ཙང་ཁོ་ཚོས་རྟག་པ་ཡིན་ཟེར་གྱི་འདུག་ཨ། ཡང་ཁ་ཤས་ག་རེ་ཟེར་རྒྱུ། ཚེ་སྔ་མ་མེད་ཚེ་ཕྱི་མ་མེད་ཟེར་དུས་གང་ན་གང་ཅི་ཡང་མེད་པ་ལྟ་བུ་ཅིག་བརྩི་གི་ཡོད་རེད། ལས་རྒྱུ་འབྲས་མེད་སེང་གེ་དུ་ཚོ་ཆད་པའི་མཐའ་ལ་ལྷུང་བ་དེ། ཆད་ལྟ་དེ་སུས་ཀྱང་བདེན་པ་རྣམས་ཀྱིས་བརྟགས་ཡོད་དེ། འོ་དེའི་འདི་གང་ན་རྟག་ཆད་དུ་ལྟ་བ་དེ་དེ་ཡང་དགེ་བ་ལ་ཕན་ཡོན་མེད་ཟེར་བ་དང་སྡིག་པ་ལ་ཉེས་པ་མེད་དོ་སྙམ་ཟེར་ཏེ། དགེ་བ་ལ་ཕན་ཡོན་ཡོད་མ་རེད་སྡིག་པ་ལ་ཉེས་པ་ཡོད་མ་རེད་ལབ་སོང་ན་ནོར་བར་བ་དང། དགེ་བ་ལ་ཕན་ཡོན་ཡོད་དང་ཡོད། སྡིག་པ་ལ་ཉེས་པ་ཡོད་དང་ཡོད། འོ་དེ་ལ་ཡིད་ཆེས་བྱེད་དགོས་རེད་ང་ཚོས་ཡིད་ཆེས་ཁ་ཤས་ཀྱིས་ཡིད་ཆེས་མ་བྱས་པ་ཅི་འོ་དེ་འདྲ་ཡོད་མ་རེད་ཁྱེད་རང་སྐྱིད་པོ་བཏང་ཚུགས་ན་ཁྱབ་བཟང་རེད་ཚེ་སྔ་མ་ཡོད་མ་རེད་ཚེ་ཕྱི་མ་ཡོད་མ་རེད་ཚེ་འདི་ལ་སྐྱིད་པོ་བཏང་ན་ཁྱབ་བཟང་རེད་ཟེར་མཁན་ཞིག་ཡོད་རེད་ད་ཕྱི་རོལ་པའི་ལྟ་བ་ཞིག་འོ་དེ་གཏུགས་ཤོས་དེ་ལྟ་བའི་ནང་ནས་འོ་ལས་རྒྱུ་འབྲས་མེད་པར་བཏང་གི་དེ་རེད་རྒྱུ་འབྲས་མེད་པར་ལྟ་བ་ཡིན་བརྟག་བྱེད་དུ་ལྟ་བ་ནི་མུ་སྟེགས་པ་དེ་ཟེར་དེ་བརྟག་པ་རེད་ཆད་པ་རེད་ཟེར་གི་དེ་མུ་སྟེགས་ཀྱི་ལྟ་བ་ནང་ལ་ཡོད་རེད་ནང་པ་སངས་རྒྱས་ཀྱི་བརྟག་པར་བརྩི་གི་མ་རེད་བདག་བརྟག་པར་བརྩི་གི་མ་རེད་བདག་ཁོ་རང་ཡོད་མ་རེད་བརྟག་མི་བརྟག་ག་བ་ཡོང་གི་རེད། ང་གསལ་བྱེད་དུའང་དེ་བདག་གསལ་བྱེད། འདི་ཁོ་རང་རང་བཞིན་གྱིས་གྲུབ་མེད་ཟེར་ནང་པ་སངས་རྒྱས་ཕྱི་རོལ་པ་རྣམས་ཀྱིས་ང་ཡོད་མར་དེ་དང་དུ་བཏགས་པ་ཡིན་ཟེར་བ་དེ་ཕྱིན་ཅི་ལོག་བ་རེད་བ་དེ་ནི་མེད་མ་ལ་བཏགས་པ་ག་འདྲས་ཡོང་དེ། འོ་བཏགས་བྱེད་དུ་བཏགས་པ་མུ་སྟེགས་པ་དེ་དེ་ལ་སྤྱིར་བཏགས་ལོག་སུམ་བརྒྱ་དྲུག་ཅུ་ཟེར་འོ་བཏགས་བ་ལོག་པ་ཕྱིན་ཅི་ལོག་གི་བཏགས་བ་སུམ་བརྒྱ་དྲུག་ཅུ་ཡོད་རེད། ལྟ་ངན་དྲུག་ཅུ་རྩ་གཉིས་སོ། ལྟ་བ་འདི་གའི་ཚུལ་སུམ་བརྒྱ་དྲུག་ཅུ་དེ་ཚུར་བསྡུས་པ་ཡིན་ན་ལྟ་བ་ངན་པ་དྲུག་ཅུ་རང་ཉིད་འདི་རྣམས་ལ་ཚུར་བསྡུས་པ་རེད། སོགས་སུ་དབྱེ་ཡང་བསྡུ་ན་རྟག་ཆད་དུ་ལྟ་བ་འོ་དེ་བསྡུ་སོང་ན་སྟར་ག་བདེ་ལྔ་སྣང་ལ། སྟར་ག་བདེ་ལྔ་དེ་བསྡུས་པ་ནས་རྟག་ཆད་དུ་ལྟ་སོ་འོ་དེ་ཕྱི་རོལ་པའི་ལྟ་བ་སྟེ། ཕྱི་རོལ་པའི་མང་ཆེ་བ་ཕྱི་རོལ་པ་སེང་གེ་དེ་ཚོ་རྒྱ་གར་འཕགས་པའི་ཡུལ་ལ་བསམ་གཏང་གི་ན་མུ་སྟེགས་པ་ཟེར་ནས་ཧིན་རྡུ་དེ་ཚོར་སྟེ། དེའི་སྔོན་ལ་དེ་ཀྲི་ཤན་ནི་ཡོད་མ་རེད། དེའི་སྐབས་དེ་ནང་གོ་སངས་རྒྱས་ལྟ་བ་ལྟར་དུས་གང་ལ་ཀྲི་ཤན་ཡོད་མ་རེད། ཁ་ཆེ་ད་ད་མདོ་དེ་བས་ཀྱང་ཡོད་མར་འཇུག་བཅུག་ད་བར་བ། ཀྲི་ཤན་དེ་ད་ལོ་ཀྲུག་ཐའོ་སན་ཕྱིན་བར་བ་ད། ད་ལོ་ཕྱིན་པར་ད་ཨ་བུ་ཟེར་སྙིང་པ་ད་ནང་གོ་སངས་རྒྱས་དེ་ཀྲུག་ཐའོ་སན་སིགས་ཧན་རེད་ཡེས་བྷི་ཕོ། ལོ་ཉིས་སྟོང་དྲུག་བརྒྱ་ཙམ་གྱི་སྔོན་ལར་དེ། དེའི་སྐབས་དེ། ཕྱི་རོལ་པའི་ལྟ་བ་མ་གཏོགས་གཞན་དག་དེ། ཧིན་དུ་སེ་ཡ། ཀྲི་ཤན་སེ་ཡ་ད་མུ་སི་ལིམ་སེང་གེ་དེ་རྟོགས་པོ་གཅིག་ཡོད་མ་རེད། ད་ཡོད་ན་ཧིན་དུ་ལྟ་བ་དེ་ཡོད་རེད། Vedanta ཟེར་དང། Vedic ཟེར་དང། འོ་དེ་ཚོའི་ཚིག་དེ་ཤུགས་ཆེན་པོ་ཞེ་དྲག་ཡོད་རེད་དེ། དེ་ཡིན་ཙང་དེ་འདྲ་ཕྱི་རོལ་པ་ཟེར་དེ་ངོ་ཚོ་མང་ཆེ་བ་དེ་ཧིན་དུ་ལབ་དགོས་རྒྱུ་མཚན་དེ་རེད་དེ། དེ་སྐབས་དེ་ཡོད་མ་རུང། ད་དེ་ཚོ་འཇུག་ལ་ཡོང་མཁན་དེ་ཚོ་མང་ཆེ་བ་རྒྱང་པན་པའི་ནང་ལ་ཚུད་དགོས་ཡོད་རྒྱུ་རེད།

རི་བོང་རྭ་ཡོར་བས། རི་བོང་རྭ་ཡོག་མ་རུང། རི་བོང་རྭ་མེ་འདོད་ཁར་རི་བོང་རྭ་གི་མི་དེ་བསད་སོང་ཟེར་ལབ་ན་རྫུན་རོགས་དེ་དང། ནམ་མཁའ་ལ་མེ་ཏོག་གོ་ར་ཡོག་མ་རུང་ནམ་མཁའི་མེ་ཏོག་དེ་དྲི་མ་ཞིམ་པོ་འདུག་ལབ་ན་རྫུན་རོགས་དེ་དང། འོ་དེ་ན་བདག་གོ་ར་ཡོག་མ་རུང་བདག་རྟག་པ་ཡིན་དང་མི་རྟག་པ་ཡིན་ཟེར་རྫུན་རོགས་དེ། ང་ཚོ་ནང་པ་སངས་རྒྱས་བདག་གོ་ར་རང་བཞིན་གྱིས་གྲུབ་མེད་ཟེར་གི་རེད་རྟག་མི་རྟག་སྐད་ཆ་ཡོད་མ་རེད། གལ་ཏེ་བདག་ཡོད་པ་ཡིན་ན་གོ་མི་རྟག་པ་མ་གཏོགས་རྟག་པ་ད་ག་བ་དགོས། དང་ཁོ་རང་ཡོད་མར་བྱེད་དང། འོ་དེང་སང་འཇིག་རྟེན་གྱི་བྱེད་པ་པོ་སེ་འཇིག་རྟེན་འདི་པ་སྲིསྟི་ཀར་ཏཱ་སིག་དུ་བ་འཇིག་རྟེན་བྱེད་པ་པོ་དབང་ཕྱུག་ཡིན་ཟེར་འདུག་ཤངྐར་བྷ་ག་ཝན་དེ་སུ་རེད་ཟེར་ན་འོ། ཤི་བ་ལིང་དེ་སེང་ཆེན་མི་འདུག་འོ་དེ་ཤི་བ་ལིང་དེ་ཁོ་ཚོས་ག་རེ་བརྩི་གི་ཡོད་རེད་ཟེར་དུས་འོ་འཇིག་རྟེན་གྱི་བྱེད་པ་པོ་ཡིན་ཐམས་ཅད་འདི་མེད་ན་ད་ཡོད་མ་རེད་ཟེར། ད་འཇིག་རྟེན་གྱི་བྱེད་པ་པོ་ཁོ་རྟག་པ་ཡིན་ཟེར་ཡོད་རེད་དེ་འཇིག་རྟེན་བྱེད་པ་པོ་རྟག་པ་ཡིན་ན། དེ་ཁོས་བཟོས་པ་རེད་ཟེར་ལབ་པ་ཡིན་ན། ཚིག་སྔ་མ་དང་ཕྱི་མ་གཉིས་ལྡོག opposite བྱ་བ་སྟེ། རྟག་པ་ཡིན་རྟག་པ་ལ་བཟོས་ཡོད་མ་རེད་མ་བྱས་ན། རྟག་པ་ལས་མ་གཞན་དག་ཡོང་ཡས་ཡོད་མ་རེད། རྟག་པས་ཀྱི་ཅིག་ཅར་སྒྲ་མ་འདྲ་བཟོས་ནས་སྒྲ་མ་འདྲ་བཟོས་པ་སྟོང་དུ་འདི་གས་ཐམས་ཅད་དེ་རྟག་པ་འདིས་བཟོས་པ་རེད་ལབ་ན་འདི་རྟག་པ་མིན་པའི་རྟགས་རེད་ག་རེ་ག་དུས་ལབ་ན། ཀོས་ཀོས་འགྱུར་བ་ཅིག་བཏང་གི་འདུག་ཀོས་བསམ་བློ་བཏང་ནས་བཟོ་གི་ཡོད་རེད་བ། བསམ་བློ་བཏང་ཡས་དང་གཟུགས་པོ་ལ action དང་འགུལ་སྐྱོད་བཏང་ཡས་ཡོད་ན་ཀོ་རྟག་པ་མ་རེད་ད།

བསྐལ་པ་གཅིག་ཕྱིན་པ་རེད་བསྐལ་པ་ཆགས་འཇིག་གནས་སྟོང་ཆགས་གནས་འཇིག་སྟོང། དེའི་བར་བསྐལ་ཉི་ཤུ་བར་བསྐལ་ཉི་ཤུ་བར་བསྐལ་ཉི་ཤུ་བར་བསྐལ་ཉི་ཤུ། བསྐལ་བ་བསྐལ་ཆེན་བརྒྱད་ཅུ་བར་བསྐལ་ཉི་ཤུ་ཚང་མ་བསྡོམས་པས་བརྒྱད་ཅུ་བལྟམས་པ་ལ་བསྐལ་ཆེན་གཅིག་བསྐལ་བ་ཆེན་པོ་གཅིག་རེད། བསྐལ་བ་ཆེན་པོ་གཅིག་འདི་འདྲའི་འདས་གསུམ་ན་ད་ཨ་མ་ལོ་ད་ངོ་ཚོས་ཨང་ཀི་བརྩིས་པ་ནི་བརྩི་ཐུ་ཨེ་ཡོད་མར་བསྐལ་པ་གཅིག་འདས་སྲིད་དུ་ཁམས་འོ་དེ་ན་ཞིག་བསྐལ་པ་གཉིས་གསུམ་འདས་འདས་འདས་ཀྱི་ཁོ་ཚོ་ཚེ་རིང་པོ་དེ་འདྲས་རེད་དེ། བསྐལ་པ་གཉིས་གསུམ་འདས་དུས་གང་ན་དེ་ནས་ཧིན་དུ་དེ་ཚོས་ག་རེ་ཁོ་གོ་ར་བ་ཁོ་ཚོ་ཤེས་ཡ་མི་འདུག་བསམ་གོ་ར། བསྐལ་པ་གཉིས་གསུམ་འདས་ད་ཤེས་ཡ་མི་འདུག་དུས་ཚོད་རྒྱུན་རིང་ན་ཁོ་རྟག་པ་རེད་ཟེར་ཡ་གི་པུརུབ་མ་རེད་བ་དེ་ད། སྐབས་འགའ་ལ་ཧིན་དུ་དེ་མཁྱེན་ཚ་པོ་ཞེ་དྲག་ཡོད་རེད་ག་རེ་ཡོད་རེད། བུམ་པ་འདུག་ག། མཛའ་མོས་ཟོས་བཞག་ཞོར་བུམ་པ། རྫ་མས་ཟོས་བཞག་པའི་བུམ་པ་དེ་དེའི་ཅོག་ཙེའི་སྟེང་དུ་བཞག་པས་ན། ལག་པ་ལ་ཐོ་བ་བྱེད་ཀྱི། ཐོ་བ་དེ་གཏུགས་བཞུས་པས་ན་བུམ་པ་འཇིག་པའི་རྒྱུ་དེ་ཐོ་བ་རེད་བ། བུམ་པ་འཕྲོ་བརླག་འགྲོ་ཡས་ཀྱི་རྒྱུ་དེ་ཐོ་བ་རེད་བ། འཇིག་རྒྱུ་གཞན་དང་མ་འདྲེས་ན་རྟག་པ་ཡིན་ཟེར་ཧིན་དྷུ་ནང་ཆོས་ནང་ཡོད་དེ། འཇིག་པའི་རྒྱུ་ཐོ་བ་དེ་དེ་ལ་མ་འདྲེས་ཀྱི་བར་དུ། ཁོ་ཚུར་ཁས་བསྡད་པའི་ག་ལ་ཁོ་རྟག་པ་ཡིན་ཟེར། དེ་རྗེས་མ་ཁོ་གཏུགས་བཞུས་དུས་ག་ན་འཇིག་སོང་ནས་འོ་དེ་དུས་མི་རྟག་པ་ཡིན་ཟེར། ཁྱེད་ཚ་བོ་ཤེའུ་ཏན་ཆིང་ཕྱི་ལོག་གི་ལྟ་བ། ཁྱོད་ནི་ཡིད་མ་ཆེས་དེ་འདྲ། ངོ་ཚོ་ནང་པ་སངས་རྒྱས་ག་རེ་ཟེར་ན། འཇིག་རྒྱུ་གཞན་དག་གི་མ་སྤྲད་པའི་སྐབས་ལ་ཁོ་བརྟག་པ་ཡིན་ན། ཕྲན་ན་ཡང་འཇིག་རྒྱུ་ཡོད་པ་དང་བརྟག་པ་ཡིན་ན། དཔེར་ན་ནམ་མཁའ་ན་ཞིག། ནམ་མཁའ་བརྟག་པ་རེད་ཟེར་ངོ་ཚོ་ནང་པ་སངས་རྒྱས། ད་ནམ་མཁའ་བརྟག་པ་ཡིན་པའི་རྒྱུ་མཚན་ཅི་རེད་ཟེར་འདི་ཨེ་ཀྲོམ་པའམ་ནམ་མཁའ་དེ་ལ་ཞུས་ད་ནམ་མཁའ་ཐོ་རེ་ཡོད་མ་རྟག་དང། ནང་པ་སུ་གཅིག་གིས་བཟོས་པ་མ་རེད། བཟོས་པ་མེད་ཙང་བཏགས་པ་རེད། བྱས་པ་གཅིག་ཡིན་ན་བཟོས་པ་ཡིན་ན་ཁོ་མི་བཏགས་པ་རེད། དེ་ཚོ་དབང་ཕྱུག་གིས་བཟོས་པ་རེད། འདི་སྐད་ཐམས་ཅད་དེ་འཇིག་རྟེན་དེ། འཇིག་རྟེན་ཐམས་ཅད་མི་རྟག་པ་ཡིན་ཟེར། བཟོ་མཁན་ཁོ་རེད། ཁོ་བཏགས་པ་ཡིན་ཟེར། Apple བཏབ་ནས། གར་སོར་ཀུ་ཤུ་བཏབ་ནས་ཚ་ལུ་མ་སྐྱེས་ཟེར་ལབ་པ་དེ་གཅིག་པར་བཏབ། རྟག་པ་རྟག་པ་གཅིག་གིས་མི་རྟག་པ་བཟོས་ཟེར་སུས་ཁས་ལེན་རིགས། ཚ་ལུ་མ་བཏབ་ནས་ཨེ་པོལ་སྐྱེས་ཟེར་ལབ་པ་དེ་གཅིག་པར་བསྡད། དེ་ནི་ཡོང་མི་སྲིད་རོ། ཚ་ལུ་མ་བཏབ་ན་ཚ་ལུ་མ་སྐྱེ་གི་རོ། མི་རྟག་པ་ཡིན་ན་མི་རྟག་པ་སྐྱེ་གི་རོ། རྟག་པ་ཡིན་ན་རྟག་པ་སྐྱེ་གི་རོ་མི་འདུག་ག། ད་ལྟ་དེ་འདྲས་ཀྱི་བསམ་བློ་བཏང་ན་ནོར་འཁྲུལ་རྐྱང་རྐྱང་ཡོང་རེད་ཁོ་རང་ཚོ་ཡང་རྟག་པ་ཡིན་ཟེར་ཕྱིན་ཅི་ལོག་གི་ལྟ་བར་བསྡད། དེང་སང་ངོ་ཚོས་རྟག་པ་ཡིན་ཟེར་མཁན་དེ་སྡུག་ཅག་འདི་བརྩིགས་ཡོད་དེ། བརྟག་པར་འདོད། ཆད་པར་ལྟ་བ། ཆད་པར་ལྟ་བ་ནི་ཆོས་ཐམས་ཅད་ངོ་བོ་ཉིད་ལས་བྱུང་བར་འདོད་པའི་ཚེ་སྔ་ཕྱི་ལས་རྒྱུ་འབྲས་མེད། ཐར་པ་དང་གྲོལ་བ་ལ་སོགས་པ་མེད་པར་འདོད་དེ། ས་ད་འདིར་ཆད་པར་ལྟ་བ། ཚེ་སྔ་མ་མེད་ཚེ་ཕྱི་མ་མེད་སྲིད་དུས་གང་ན་ཆད་པར་ལྟ་བ། ཆད་སེམས་རྩ་བ་ཉིད་ནས་མེད་ན་མེད་ཀྱང། ད་འདི་དོན་གལ་དེ་སུ་རེད་ཟེར་ན་ཧིནྡཱུ་གི་ནང་ལ་མི་མམ་བསགས་ཟིན་མི་མམ་བསགས་ཟིན་ན་རྐྱང་འཕེན་པའི་ལྟ་བར་བསྟན། Lok Yatra ཟེར་མཁན་དེ་ནས་སྐབས་འགའ་ལ་དེའི་ལབ་པའི་ཁོང་ཚོ་ལ།

འོ་འདིའི་རིགས་འདི་ཐམས་ཅད་དེ་ཕྱི་རོལ་པ་རྣམས་ཀྱིས་འདོད་མཁན་ད་ཚེ་སྔ་མ་ཡོད་ར་ཡོད་མ་རེད་གསུངས་ཚེ་ཕྱི་མ་ཡོད་ར་ཡོད་མ་རེད་གསུངས་ད་ཚེ་སྔ་མ་མེད་ཚེ་ཕྱི་མ་མེད་ལབ་མཁན་གྱི་ལྟ་བ་ཅིག་ཡོད་ན། ད་མི་འདི་ཚེ་འདི་ལ་དེ་ནི་ཁོས་ད་སྤྱོད་པ་དེ་ག་འདྲ་ཡོང་གི་འདྲ་བསམ་བཏང་ད་བསམ་ན་ཁྱོད་འདང་མ་རུང་ད་ཚེ་འདི་ལ་སྐྱིད་པོ་བཏང་ཚེ་སྐྱིད་པོ་བཏང་ན་ཁེབས་བཟང་རེད་སྐྱིད་པོ་མ་བཏང་ན་མདོག་ཅོག་རེད་ཟེར་ད་དེ་ཨོ་དེ་འདྲའི་སྐྱེ་བོ་དང་ཟེར་བའི་ཁང་ཆུང་མང་ཆུང་སྡིག་པ་མི་དགེ་བ་གང་བྱུང་ཆང་བཏུང Drugs བཏུང་དེ་འདྲ་དག་ནི་ཁྱིམ་ཚང་རེད་ཟེར་ངེས་ཏེ་ཨོ་དེ་ཚོ་སྡིག་པ་མི་དགེ་བའི་ལས་བྱས་ལ་དཔེ་མ་ཚིག་ཚ་པོ་བྱས་ཏེ། དེང་སང་རྐྱང་ཕན་པ་ཟེར་ཏེ་སྡུག་ཅག་དེ་རེད་ཚེ་སྔ་ཕྱི་མའི་སྲིད་ལམ་ན་ཉེན་ཁ་ཚ་པོ་ཡོད་རེད། ང་ཚོ་ཚེ་སྔ་མ་ཡོད་ར་ད། ཚེ་སྔ་མའི་ཁྱད་ཆེ་ནི་ད་ལྟ་འདིའི་བུ་འདི་རེད། ཚེ་ཕྱི་མ་ཡོད་རེད་ཚེ་ཕྱི་མ་སྐྱེས་བུ་བདེ་བ་དགུག་དོ་སྡུག་བསྔལ་དགུག་དོ་དེ་འདྲ་རྒྱུ་དེ་འདྲ་སྒྲུབ་གི་ཡོད་རེད། ད་ལྟ་གྲུབ་ཚེ་གང་པོ་དེ་ཐམས་ཅད་དེ་ཚེ་ཕྱི་མ་ལ་སྟེ། དེ་ལྟ་མྱོང་ཚེ་གང་པོ་དེ་ཐམས་ཅད་ཚེ་སྔ་མ་ནས་ཡོང་བ་སྟེ། འོ་གཉི་ག་ཡོར་ད་སྔས་མ་གི་འབྲས་བུ་ཡང་རེད་ཕྱི་མའི་ཕྱི་ཚེ་ཕྱི་མ་ལ་འགྲོ་བའི་གི་རྒྱུ་ཡང་རེད་དེ། གཉི་ག་རེད་དོ། ཆོས་ཐམས་ཅད་ངོ་གཉིས་ལས་བྱུང་བར་འདོད་པས་ཚེ་སྔ་ཕྱི་ལས་རྒྱུ་འབྲས་མེད། ཐར་པ་ཐར་པ་ཡང་ནི་སྡིག་པ་ཐམས་ཅད་དག་ནས་ཐར་པ་སེ་ཡ་དེ་གྲོལ་བ་སེ་ན Liberation ཁམས་སུ་འཁོར་བ་ནས་ཐར་འགྲོ་ཨོ་དེ་འདྲས་ཡོད་རེད་ཡོད་མ་རེད་སོ་འགྲོལ་བ་ལ་སོགས་པ་མེད་པར་འདོད་དེ། དབང་ཕྱུག་ནག་པོའི་གཞུང་ལས་དབང་ཕྱུག་དབང་ཕྱུག་ནག་པོའི་གཞུང། འདི་པུ་ར་ན་སིག་མི་འདུག་ཧིན་དྷུ་གི་དེ་ནི་དབང་ཕྱུག་གི་འདི་པུ་ར་ན་བཅོ་བརྒྱད་ནི་ཨ་དྷ་ར་པུ་ར་ན་ཧིན་དྷུ་གི་འདི་ཆོས་ནང་ལ་ལྷག་པར་དུ་ཡང་དབང་ཕྱུག་དང་འབྲེལ་བ་ཡོད་དེ་འགལ་གྱི་དང་ཆོས་དེ་ནི་ཨ་དྷ་ར་པུ་ར་ན་སིག་ཅེས་ཡོད་དེ། ཨོ་དེ་ཚོའི་ནང་ལོགས་ལ་ག་རེ་གསུངས་ཡོད་རེད། ཉི་ཤར་ཆུ་ཐུར་དུ་བབས་པ་དང། ཉི་མ་ཤར་གྱི་འདུག་ཨ། གར་བྱས་ནས། སུ་གཅིག་བཟོས་པ་མ་རེད་བའི་གནས་ཆེར་ཡིན། པྲཀིརྟི་ཟེར་བའི་ཀུན་རྫོབ་དེ་རང་བཞིན་གྱིས་བྱུང་བ་རེད། ཆུ་ཆུ་ཐུར་དུ་བབ། ཆུ་དེ་འདྲའི་མ་ཆུ་ག་ཚོད་ཡོད་ནས་ཆུ་མ་བབ་གོ་རེད་མ་གཏོགས་ཆུ་ཡར་འགྲོ་གི་ཡོད་མ་རུང། ད་སྔས་མ་ནི་རེད་ད་དེའི་སྐབས་དེ། མཁན་ཚ་པོ་རེད་ད་དེ་ཚོ་བསམ་སྟངས་དེ་གང། ནང་པ་སངས་རྒྱས་ཀྱི་ཆོས་ལ་ཡང་དག་པ་ཞིག་ད་ངས་དེ་འདྲ proof ཅིག་བསྟན་ཡོད། ཁོ་ཚོས་གར་བསྲེགས་འདུག། ཕྱུགས་ཐུར་དུ་བབས་བསྲེགས་འདུག་བ། ཕྱུགས་ཀྱི་རང་བཞིན་ཁོ་རང་མ་བབས་པ་རེད་མ་གཏོགས་ཡར་འགྲོ་ཡ་ཡོད་མ་རེད། ད་དེ་རིང་སང་སང་ཡིན་ཟེར་གི་ཡར་འགྲོ་ཡ་བཟོས་འདུག་ད། ཕྱུགས་མ་ཀྱི་ཀ་ལ་དེ་ཀ་ལ་མ་ཚོས་ཁྱོད་ཀྱི་ཀ་ལ་ཡར་དེར་ཡར་འགྲོ་གི་འདུག་ད་ཕྱུགས། དེ་ནི་ངེས་མ་ངེས་མ་དེ་མི་གཤིས་འདི་ཚོ་ཡོད་མ་རེད། མེད་དུས་གང་ལ་ཕྱུགས་ཐུར་དུ་བབས་ཟེར་ལབ་པ་ཡིན་པ་ཆ་ཞུ་ད། ད་དེ་རིང་སང་ཁས་ལེན་ས་མ་རེད་བ། དེང་སང་ནང་པ་སངས་རྒྱས་ཀྱི་ཆོས་ནང་བཞིན་ཕྱི་རོལ་པའི་ཆོས་དེ Relevant ཡོད་མ་རེད་ཟེར་དེ་རེད Relevant ཨིན་ཇི་ནང་ལ Relevant ཡིན་འདུག་སྔན་མ་གང་གསུངས་པ་དེ་ད་ལྟ་ཡང་ཏག་ཏག་རན་པོ་ཞི་བོ་ཅིག་ཡོང་གི་དེ་འདྲས་ནང་པ་སངས་རྒྱས་ཆོས་ལ་མ་གཏོགས་ཡོད་མ་རེད Hindu གི་ཆོས་དེ་གལ་ཏེ་སྔན་མ་གསུངས་པ་དེ་དེ་རིང་སང་ལག་ཏུ་ཨང་ཀླད་པ་སྦྱང་དགོས་སྔན་མ་སྦྱིང་བར་དེ་རིང་སང་ད་ང་ཁས་ལེན་མི་སྲིད་རྐྱང་རྐྱང་རེད་འོ་འདི་ནང་པ་སངས་རྒྱས་ཆོས་ལ་ཡོད་མ་རེད་ད། ཡལ་ག་ཅིག་ལ། སྙན་ངག་ག་རེ་གསུངས་པ་དེ་དེ་རིང་སང་ད་ལྟ་གསར་པ་ལབ་པ་ནང་བཞིན་རྐྱེན་རྐྱང་ཡོད་ནང་པ་སང་གི་ཆོས་དེ། ད་དེ་འདྲ་ཆུ་བོ་ཐུར་དུ་འབབ་པ་རང་བཞིན་ཡིན་ཟེར་ལབ་འདུག་ཆུ་བོ་ཐུར་དུ་འབབ་ན་རྫུ་འཕྲུལ་གྱི་དཔལ་ཡལ་གར་སེང་རུ་དེ་རིང་སང་མི་ཤིང་གི་ཡལ། ཐོག་ཚད་བཅུ་ཉི་ཤུ་སུམ་ཅུ་བཞི་བཅུ་ལ་ཡལ་ཆུ་ཡལ་ཁྲི་ཐུག་འདུག་བ་དེ། ད་དེ་དུས་ད་དེའི་སྐབས་དེ་ད་ཡིན་པ་ཆར་ཤུལ་ཡལ་ཐུར་དུ་འབབ་ཟེར་ད་དེ་རིང་སང་རེད་མི་འདུག་ད་ཡང། འོ་དེ་འདི་གའི་ཡོང་གི་འདུག་བ་དེ་དེ་ཚོའི་བ་ད་གང་ལྟར་ཁོང་ཚོའི་ལབ་ཡས་དེ་ཚོ་ནོར་གི་ཡོད་རེད Relevant མེད་པའི་རྟགས་དེ། ཉི་མ་ཐུར་དུ་ཆུ་བོ་ཐུར་དུ་འབབ་བ་དང། སེང་དུམ་སེང་དུམ། ཚེར་མ། སེང་རིང་རྣོ་བ་དང་སེང་དུམ་སེང་མ། སེང་མ་རིལ་རིལ་དུ་བ་སྤྲེལ་མ། བསྟན་མ་ཟེར་ན་མ་བཀྲལ། མ་བཀྲལ་དེ་ཚོ་རིལ་རིལ་དུ་ཟླུམ་ཟེར་དུས་གང་ལ་གོ་གོ་རིལ་རིལ། འོ་དེ་རིལ་རིལ་དེ་སུས་བཟོས་པ་རེད་ཟོ་མཁན་སུ་གཅིག་ཡོད་མ་རེད་རང་བཞིན་གྱི་བྱུང་བ་རེད་ཟེར་གི་ཁོང་ཚོ་དེ། འོ་སེང་ཟླུམ་ཚེར་མ་ཚེར་མ་སེང་རིང་ནོགས་ཚེར་མ་དེ་ཚོ་པ་ཚེ་རྣོ་པོ་རིང་པོ་དེ་འདྲ་འདུག་ག་དེ་སུས་བཟོས་པ་རེད་ཟོ་མཁན་ཡོད་མ་རེད་རང་བཞིན་གྱི་བྱུང་བ་རེད་ཟེར་ལ།

མི་སྡུག་ཟེར་དུས་ག་ན་མཚོར་པོ་འདུག་ཟེར་ལབ་དགོས་ཏེ། དེང་སང་འདི་སྡུག་ཟེར་དེ་སྡུག་བསྔལ་གྱི spelling དེ་རེད། རེད་དེ་ད་རེས་དེ་སྡུག་པ་དེ་མཛེས་པ་ལ་གོ་བསྒུར་དང། རྨ་བྱའི་མདོངས་བཀྲམ་ན་སྡུག་པ་རྣམས་དང། སུས་ཀྱང་མ་བྱས་ངོ་གཉིས་ལས་བྱུང་ཟེར་འོ་དེ་སུ་གཅིག་གིས་བཟོས་པ་མ་རེད་ངོ་གཉིས་ཀྱིས་བྱུང་བ་རེད་ཟེར་དགོས་ཏེ། དེ་ནི་ཁོང་ཚོས་ལབ་གི་འདུག་ཨང།

ས་བོན་འོག་ལ་ས་འོག་ལ་བཏབ་དུས་གང་ན་ཆུ་བླུགས་པ་རེད་མེ་ཉི་མའི་ཁྲོད་དུ་ཡོད་རེད་རླུང་དེ་ཡོད་རེད་ལུས་ཡག་པོ་བླུགས་ཡོད་རེད་དེ་ནི་སྐྱེ་གི་རེད་བས་སྐྱེ་གི་འདུག་ཨ་དེ་དབང་ཕྱུག་བཟོས་པ་རེད་མ་རེད་དབང་ཕྱུག་བཟོས་པ་མ་རེད་ད་གར་བྱས་ནས་ས་ཆུ་མེ་རླུང་འབྱུང་བ་དེ་གི་ཚང་མ་ཚང་ནི་བཟོས་པ་རེད་འདུག་ཨ་གཅིག་བྱས་གཉིས་ནི་དབང་ཕྱུག་བཟོས་པ་རེད་ལབ་ནས་ཡ་ཨ་ངའི་སྐྲས་པོ་གང་ལ་བཞག་གི་ད་བཟོས། ཁོས་གར་བཟོའི་བཟོ་དགེའི་ས་ནས་བཟོ་ཐུག་མར་རྟ་སྐྱེལ་རྟ་སྐྱེལ་བ་ཞིག་དང་རྟ་སྐྱེལ་ཐུག་མར་གར་བྱས་ནས་རྒྱུ་རྐྱེན་ཏན་ཏན་ཚང་མེད་པ། འོ། དེ་འདྲས་ཀྱི་རིགས་ནི་ཁོ་ཚོས་ལབ་ཡས་དེ་ལ་སྐྱོན་རྐྱང་རྐྱང་ཡོད་རྟ་དང་ངོ་ཚོས་མ་ག་ནས་སྐྱོན་འཚོལ་བ་དེ་འདྲས་མ་རྟ། འཇིག་རྟེན་བསམ་བློ་དང་དག་བྱས་འོ་སྐྱོན་ཡོད་པ་དེ་སྐྱོན་རེད་གསུང་གི་ཡོད་ནང་པ་སངས་རྒྱས་འདི་རེད་མ་གཏོགས་ང་འོ་དེ་ཧིན་དུ་སི་དུས་ཀ་ན་ནང་པ་སངས་རྒྱས་ཀྱི་དེ་ཁ་བརྡའི་དེ་ཡིན་ཁོ་སྡུག་ཅག་རེད་འདི་གསུང་གི་ཡོད་མ་རེད་ཡ་ང་ཡ་ག་རེད་གསུང་གི་རེད་དེ་དེ་རེད་དང། ཁོང་ཚོ་ལམ་ཀེ་ནི་གྲངས་ཅན་བྱེ་བྲག་སྤྱོད་པ་བྱེད་དགོས་པ་ཟེར་ཏེ་ཧིན་དུ་གི་ནང་ནས་ལྟ་བ་ཡག་ཤོས་ཡག་ཤོས་དེ་གྲངས་ཅན་པ་རེད་དེ Sankhya Departments འོ་དེ་གྲངས་ཅན་པ་དེ་ངོ་ཚ་ཐེག་པ་ཆེན་པོ་སེམས་ཙམ་པ་དང་འདྲ་བོ་ཞེ་དྲག་ཡོད་རེད་དེ། མཐར་གཏུགས་ས་དེ་ཐར་པ་ལ་འགྲོ་བའི་ལམ་དེ་ཡོད་མ་རེད་མ་གཏོགས་དེ་ནི་ཡང་ལམ་ཁར་འགྲོ་སྟངས་དེ་ཕལ་ཆེར་ཁོང་ཚོ་ལ་མངོན་ཤེས་དེ་ཡོད་རེད་ནམ་མཁའ་ལ་འཕུར་ཡས་དེ་ཡོད་རེད་འོ་དེ་འདྲའི་ཤུགས་ཆེན་པོ་ཡོད་རེད་ད་ཡང་འོ་དེ་འདྲའི་ལ་ངོ་ཚོས་སྡུག་ཅག་ལ་ཡོད་མ་རེད་དེ་ཡོད་ཟེར་རེད་ངོ་ཚོས་རེད། དེ་ལྟར་ངོ་མཚར་ཡོད་རེད་གལ་སྲིད་ན་ཐེག་པ་དམན་པའི་ལུགས་ལ་ཡོད་རེད་ཐེག་པ་ཆེན་པོའི་ལམ་ལ་འགྲོ་ན་ཡོད་རེད་སེམས་ཙམ་པའི་ལུགས་ལ་ཡོད་རེད་ཡིན་ནའི་མཐར་ཐུག་ཐར་པ་ལ་འགྲོ་བའི་ལམ་འདི་ཁོང་ཚོ་ལ་མི་འདུག་ཨོ་དེ་མེད་ས་མི་འདུག་ཟེར་དགོས་རེད་གཞི་བདག་ཡིན་ལམ་ཁ་ཡག་པོ་དུ་འགྲོ་ཡ་དེ་གྱོད་ཟེར་གྱི་ཨོ་དེ་འགྲིག་གི་རིགས་འདི་གི་རེད་གང་ལྟར་སུས་ཀྱང་མ་བྱས་ངོ་ཉིད་ལས་བྱུང་ཞེས་བཤད་ཉི་མ་ཤར་བ་ནས་ཆར་བའི་ཆར་བ་དེ་སུས་ཁྲིད་ནས་འོང་བ་མིན་ཏེ་ཉི་མ་ཤར་གི་འདུག་བ་པ་ནི་ཡང་ཤར་ཕྱོགས་ནི་ཡང་ཤར་གི་འདུག་འཁྲིད་མཁན་སུ་གཅིག་ཡོད་མ་རེད་ཁོ་རང་རང་བཞིན་གྱི་ཡོང་བ་རེད་སྲིད་གོ་འདི་རང་བཞིན་ཡོང་བ་མ་རེད་འདི་རྒྱུ་རྐྱེན་རྟེན་འབྲེལ་མང་པོ་ཚོགས་པ་ལ་བརྟེན་ནས་བྱུང་བ་རེད་དོན་དག་དེ་རེད་ད་ཆུ་བོ་ཐུར་དུ་འབབ་པ་དེ་སུས་ཀྱང་དེད་དེ་ནི་འགྲོ་བ་མིན་ཟེར་ཆུ་བོ་ཐུར་དུ་འབབ་བ་དེ་མ་མི་ཤིང་རྟ་གཅིག་གི་དེད་འགྲོང་གི་སྐྱབས་ལོག་ནས་དེད་ཡོང་མཁན་སུ་གཅིག་ཡོད་མ་རེད་དེ་འདྲའི་དེད་ནི་དེ་མ་ཐུར་དུ་འབབ་བ་དེ་འདྲ་རེད་བ་དེ་ཡང་མ་རེད་གསུངས་བ་ནང་པ་སངས་རྒྱས་ལུགས་སྲོལ་ལྟར་བྱས་ན་སེམས་མ་ཐམས་ཅད་དུམ་བུ་ཡིན་པ་དེ་སུས་ཀྱང་མ་བསྒྲིགས་ཟེར། སོ་མ་སྲན་མ་དུམ་བུ་རིལ་རིལ་བཞིན་པ་དེ་སུས་རིལ་རིལ་བསྒྲིལ་བ་དེ་འདྲས་མ་རེད་ཟེར་བ་ད་ཇེ་སྡུག་གི་དེ་ཟེར་ཡོད་རེད། ཚེར་མ་ཐམས་ཅད་གཟེངས་རིང་ཞིང་རྣོ་བ་དེ་སུས་ཀྱང་རྩེ་མ་བྱུང་ཟེར་བས། འོ་དེ་ཚེར་མ་རྣོན་པོ་ཡོད་པ་དེ་རྩེ་རྣོན་པོ་དེ་སུ་ཡིན་སུས་གས་པས་བཟོས་པ་མ་རེད་ཟེར་རང་རང་བཞིན་གྱིས་བྱུང་བ་རེད་ཟེར་གྱི་ཡོད་རེད་ད་ཧིན་དྷུ་གིས། རྨ་བྱའི་མདོངས་ཀྱི་ཐིག་ལེ་སྣ་ཚོགས་སུ་བཀྲ་བ་འདི་སུས་ཀྱང་བྲིས་པ་མིན་ཀྱང་རང་གི་ངོ་བོ་ཉིད་ཀྱིས་དེ་ལྟར་ཡིན་པ་ལྟར། ངོ་བོ་ཉིད་ཀྱིས་དེ་དག་ངོ་བོ་ཉིད་གསལ་དེ་གར་པྲཀིརྟི་གསལ་འདི་རང་བཞིན་གྱིས་བྱུང་ཟེར་ཏེ། སུ་གཅིག་བཟོས་བ་མ་རེད་ཟེར་ཏེ། ད་ང་ཚོ་ནང་པ་སངས་རྒྱས་ག་རེ་གཟིགས་ཡོད་རེད་རང་བཞིན་གྱིས་མ་རེད་འདི་གའི་ཐམས་ཅད་དེ་རྒྱུ་རྐྱེན་རྟེན་འབྲེལ་མང་པོ་ཚོགས་པ་ལ་བརྟེན་ནས་བྱུང་བ་རེད། ལས་ལ་ལྟོས་ནས་བྱུང་བ་རེད། ལས་ལ་ལས་ལས་འཇིག་རྟེན་སྣ་ཚོགས་ཀྱིས་བསྲུང་བ་སྟེ། འོག་ལས་ལས་སྐྱེས་པ་ནི་དཀྱིལ་འཁོར་མི་རྟག་པ་རེད་འདི་རུ་བརྟག། དེ་རང་གི་པྲཀིརྟི་སེར་རང་བཞིན་གསལ་དེ་རྟག་པ་རེད། རྫུན་རེད། འཇིག་རྟེན་དུ་བདེ་སྡུག་དང་ལེགས་ཉེས་སྣ་ཚོགས་སུ་སྣང་བ་ཡང་ངོ་བོ་ཉིད་ཀྱིས་དེ་ལྟར་བྱུང་བ་ཡིན་གྱི་སྔོན་གྱི་ལས་དང་ཚེ་སྔ་མ་དང་ཚེ་ཕྱི་མ་ལ་སོགས་པ་ནི་མེད་དོ་ཞེས་འདོད་དེ། ལས་ལས་སྐྱེ་བ་མེད་ཚེ་སྔ་མ་ལ་བརྟེན་ནས་བྱུང་བ་མ་རེད་ཚེ་ཕྱི་མ་ཡོད་མ་རེད། འོག་འདི་སྐད་ཐམས་ཅད་དེ་ངོ་བོ་ཉིད་ཀྱི་རང་བཞིན་གྱིས་བྱུང་ཟེར་བ་རེད།

ཨོ་ནེ་ཆེར་གར་དུ་རི་དེ་སྙིང་བཅས་པོ་ནེ་ཆེར་སྙིང་བཅས་པོ་དུ་ཚལ་པོ་དུ་ས་རྒྱུ་རྐྱེན་རྟེན་འབྲེལ་ཚོགས་པ་ལ་བརྟེན་ནས་བྱུང་བར་འདི་སྐད་ཐམས་ཅད་དེ་ནང་པ་སངས་རྒྱས་འདོད་པ་ལྟར་དུ་བྱས་ན། ཨོ་ཡེ་ད་ང་ཚོ་དུག་ཆེན་ད་འདི་བཞག་ན་འགྲིག་མི་འགྲོ། དེ་དག་གི་གཞུང་ལ་བདེན་པར་བཟུང་ནས་དེའི་རྗེས་སུ་ཞུགས་པའམ་གཙོ་བོ་ཕྱི་རོལ་པ་གི་ལྟ་བ་དེ་ཚོ་གཞུང་དེ་ཚོ་ལ་བདེན་པར་བརྩི་སྟེ་དེའི་ལམ་ལ་ཞུགས་ཀྱི་ཡོད་རེད། མིན་ཀྱང་རང་བཞིན་དུ་རྒྱལ་བའི་བཀའ་དང་བླ་མའི་ལུང་དང་མཁས་པའི་གཞུང་གང་ལ་ཡང་མི་བརྟེན་ནོ་སྙམ་པ་ཐེ་ཚོམ་དང་སྒྲོ་སྐུར་བྱེད་པ་ཐམས་ཅད་ཀྱང་ལོག་ལྟ་ཡིན་ནོ་ཟེར་བ་དེ་རེད། ད་དེ་གལ་ཏེ་ཁོ་ཚོས་གི་དེ་རང་བཞིན་གྱིས་བྱུང་བ་རེད་ཟེར་གི་དེ་མ་ལབ་པ་ཡིན་ན་ཡང། རྒྱལ་བའི་བཀའ་ལས་བྱུང་བ་མེད་བླ་མའི་ལུང་ལས་བྱུང་བ་མེད་མཁས་པའི་གཞུང་ལ་སྡོད་པ་དེ་ང་མཁས་པ་དེ་ཚོ་ང་བདེན་པ་བརྩི་གི་མེད་དེ་ཚོ་ཐམས་ཅད་དེ་རྫུན་པ་རེད་བསམ་གི་འདུག་ན། འོ་དེ་ཐམས་ཅད་དེ་ལོག་ལྟ་ཡིན་གསུངས། དེ་ལྟར་མི་དགེ་བ་བཅུ་པོ་ལས་སྲོག་གཅོད་དང་ལོག་ལྟ་གཉིས་པོ་སྟེ་སྡིག་ཆེས་སོ། དེ་ནང་ནི་མི་དགེ་བཅུའི་ནང་ནས་སྲོག་གཅོད་པ་དང་ལོག་ལྟ་གཉིས་པོ་སྟེ་སྡིག་པ་ཆེ་ཤོས་རེད། སྲོག་གཅོད་གོང་ན་སྡིག་གཞན་མེད་མི་དགེ་བཅུ་ལས་ལོག་ལྟ་སྤྱི། ཟེར་བ་དེ་ཡིན། དེང་སང་སྲོག་གཅོད་དང་ལོག་ལྟ་གཉིས་པོ་སྟེ་མི་དགེ་བཅུའི་ནང་ནས་སྡིག་པ་ཆེ་ཤོས།